རྒྱ་ནག་གཞུང་གིས་བོད་ཀྱི་རྩོམ་པ་པོ་ཟངས་དཀར་འཇམ་དབྱངས་ལགས་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དྲུག་པའི་ཚེས་བཞི་ཉིན་ལ་བཙན་ཁྲིད་བྱས་པ་ནས་འདས་པའི་ལོ་ངོ་གསུམ་ཙམ་ལ་ད་གནས་ཚུལ་ཤེས་རྟོགས་མེད་པར་ལྷག་ཡོད་པ་རེད། ད་ལྟ་ཁོང་ལ་དྲ་ལམ་དུ་བསྒྲགས་གཏམ་སྤེལ་བ་དང་རྒྱལ་ཁབ་ཁ་བྲལ་གཏོང་ཐབས་ཀྱི་བྱ་སྤྱོད་སྤེལ་བའི་ཉེས་མང་གི་འོག་ནས་རྒྱ་ནག་གཞུང་གིས་ལོ་བཞི་ལ་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་མཐོང་རྒྱུ་འདུག། དེ་རིང་གྲ་ནང་གི་བོད་སྐྱིད་ཟངས་དཀར་འཇམ་དབྱངས་ལགས་ཀྱིས་དེ་སྔོན་རྩོམ་འབྲི་གནང་བ་ཁག་ཅིག་ལ་ང་ཚོས་མཉམ་དུ་ལྟ། ཟངས་དཀར་འཇམ་དབྱངས་ལགས་ཀྱི་རྩོམ་ཡིག་མང་པོ་གི་ནང་དུ་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་ཉམས་མེད་དུ་གཏོང་གི་ཡོད་པ་དེ་ལ་ཁྲིམས་མཐུན་གྱི་ངང་ནས་ལང་ལྷོང་བྱས་ཡོད་པ་མ་ཟད་ཁེ་ངོས་ཕར་སྐད་ཕ་ཡིག་བཅས་རྒྱ་སྐད་གཙོ་བོའི་སློབ་གསོའི་ལམ་ལུགས་ལ་བསམ་ཚུལ་བྲིས་ཡོད་པ་རེད། ཡང་ཁོང་གིས་བོད་མིའི་མཛེས་ཤོས་ལྟ་བ་དང་མི་རིགས་གཞན་འགྱུར་ཞེས་པའི་རྩོམ་ཡིག་ཅིག་བྲིས་ཡོད་པ་དེའི་ནང་དུ། མི་རིགས་གཞན་འགྱུར་ཟེར་ན་མི་རིགས་དེའི་རང་གི་ཐུན་མོང་མ་ཡིན་པའི་འདུ་ཤེས་ལ། མི་རིགས་གཞན་གྱི་མཛེས་ཤོས་ལྟ་བའི་འགྱུར་བ་ཐེབས་པ་དེ་ལ་མི་རིགས་གཞན་འགྱུར་ཟེར་ཞེས་དང། དེ་མཚུངས་ཁོང་གིས་སྙན་ངག་བྲིས་ཡོད་པ་དེ་ཚོའི་ནང་དུ་དཔེར་ན་མཐོ་སྒང་གི་ཁ་བ་དང་ཙག་རླུང་གིས་སྣང་བའི་ཞབས་འདང། འབྲི་མར་དང་ཉི་འོད་ཀྱིས་འཚེར་བའི་འགྲན་པ་འདི་དག་གིས་ང་དང་ཁྱེད་ཚོའི་ཕྱི་ལོགས་ཙམ་ཡང་མི་གཅིག་པ་བྱས་ཡོད། ཁྱེད་ཚོ་ཤ་མདངས་དཀར་ས་ནས་སྐྱི་ལ་ངེད་ཅག་ཉི་མ་དང་ཁ་ཐག་ཉེ་ས་ནས་སྐྱི་ལྟ་བུའི་ཟིན་ཐོ་མང་པོ་ཅིག་སྤེལ་ཡོད་པ་མཐོང་རྒྱུ་འདུག། མདོ་སྨད་ཆུང་བྱི་རྫོང་གི་ཟོང་ཁ་བརྟན་མ་ནས་ཡིན་པ་གཙང་པོ་པོ་དང་རྒྱ་སྐད་དང་དབྱིན་ཇི་གི་སྐད་ཀྱི་བར་ཟོང་ཁ་འཇགས་ཡོང་ལགས་སོ། རྒྱ་ནག་གཞུང་གིས་ལོ་བཞི་གི་ཁྲིམས་ཐག་བཅད་དེ་མེན་ཡང་བཙན་ཁང་དུ་བཙན་བྱོལ་བྱས་འདུག་སྤྱི་ལོ་ཉིས་སྟོང་ཉེར་བཞི་ལོར་སྤྱི་ཟླ་ཁྲི་པ་གི་ཚེས་བཞི་ཉིན་གྱི་དགོང་མོར་རྒྱ་ནག་ཉེན་རྟོག་པས་སི་ཁྲོན་ཞིང་ཆེན་རྔ་བ་བེ་རི་རང་སྐྱོང་ཁུལ་གྱི་ཆུང་བྱི་རྫོང་གི་ཟུང་དཀར་སྐྱེས་མ་ནི་ཡིན་པ། ཚངས་པ་སྤོ་དང་ཚི་རྒྱ་མི་རེ་ལ་གནས་ཤང་སྐད་ཀྱི་ཚེ་མཁན་ཟུང་དཀར་འཇང་ཡོངས་ལགས་འཛིན་བཟུང་བཙན་འཕྲོག་གིས་དུས་ཡུན་རིང་མོ་ཞིག་ལ་བཀའ་སྲུང་ཆ་མེད་དུ་བྱས་པ་མ་ཟད། ཁྲིམས་ཞིབ་ཀྱི་བརྗེ་རེན་དང་ནང་མིའི་ཤེས་རྟོགས་ཚི་ས་ནང་ས་སོགས་རྩ་བ་ནས་མེད་པའི་སྒོ་ནས། རྒྱ་གར་ཁ་བྲལ་གྱི་ལས་འགུལ་སྤེལ་བ་དང་སྐད་འཕྲིན་གྱི་ཐོག་ཏུ་སྐད་ཆ་འདྲ་མིན་བཤད་པ་སོགས་ཀྱི་ཉེས་འཛུགས་ཀྱིས་ལོ་བཞི་ལ་བཙན་བྱོལ་ཁྲིམས་ཐག་བཅད་ཟིན་པའི་རྗེས་སུ། སི་ཁྲོན་ཞིང་ཆེན་གྱི་མེན་དབྱང་ས་གནས་སུ་བཙན་བྱོལ་ཚོས་པ་ཞིག་ཏུ་བཙོང་ཡས་ནའོ། ནང་མིའི་ཉེན་འབྲེལ་དང་གྲོས་ཆོད་ངོ་ཤེས་སོགས་ལ་ཐུགས་ཁྲལ་ཙམ་ཡང་བྱ་ཆོག་གི་མེད་པ་སོགས་བོད་ནང་གི་འབྲེལ་ཡོད་བོད་དམག་མང་མཇལ་དད་མེད་པ་ཞིག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། ཟུང་ཁ་རྒྱ་རོན་ལགས་ནི་སྤྱི་ལོ་བཅུ་དང་དགུ་བརྒྱ་དགུ་ཕྱི་གོ་གཅིག་ལོ་ལ་རྒྱ་གར་དུ་བཅའ་བཅོ་དུ་འབྱོར་ཏེ་བཞུགས་སྒར་རྡ་རམ་ས་ལ་ལ་དབྱིན་ཇི་སྐད་ཡིག་ལ་ལྷོ་གཉེར་གནང་བ་བརྒྱུད་སྤྱི་ལོ་ཉིས་སྟོང་གཉིས་ཡས་མས་སུ་བྷ་ཡི་ཏི་ལོ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་རུ་ཚོགས་ཁ་ཤས་ལ་སྐད་གཅིག་གྱི་ཚ་བ་སྒྲུབ་པ་དང། ཨ་རིའི་རུ་ཚོགས་ཁག་བཅས་ལའང་འཛིན་སྐྱོང་དང་སྐད་གཅིག་གྱི་ཚ་བ་སྒྲོག་ཡོད་ཅིང། སྤྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་ཨ་མི་རི་ཀ་ལ་མཐོང་ཆེན་རང་ནས་འགྲོ་ཆོག་པ་བརྩིས་ཡོད་ནའང་ཏུའུ་ཡན་ནེ་ཨང་གིས་ཚིག་བཅད་ཀྱི་མགོ་ཅིང་འཁེལ་ཡོད་འདུག་ཁོང་གིས་བོད་ནང་སྦྲང་ཆགས་སོགས་དུས་བདེ་མང་པོ་གི་ཐོག་བཙག་ཡིག་མུང་རྟགས་བཅས་སྤེལ་མྱོང་བ་མ་ཟད་བཙན་བྱོལ་དང། བག་གསར། བོད་ཡིག་ཚགས་པར་གྱི་གཙང་ཆུ་པགས་དང། བལ་ནང། ཕ་ཚ་རྒྱལ་པགས་ཀྱི་ཅི་ཡས་སེར་པོ་འདེད་བྱས་ཀྱང་བསྟན་མྱོང་ཡོད་འདུག་ལ། དེ་སྔ་བླ་རུང་བཀྲ་ཤིས་ཆོས་དུ་རྒྱ་ནག་སྐད་ཀྱི་སྣེ་ཤང་སྐད་རྗེས་གཙོ་ཆེ་ཤོས་ཀྱང་ཆགས་མྱོང་ཞིང། ད་ལྟ་ཆར་ཁོང་ལ་ཆུང་མ་དང། བུ་ཕྲུག་གཉིས་ཀྱང་ཡོད་པ་རེད།

དེ་ལྟར་ཁོང་གིས་བརྗོད་དོན་ལྟར་ན་ཡོངས་གྲགས་སུ་གསང་སྐུར་འཇམ་དབྱངས་དང། རྨང་གཞན་ལ་གསང་སྐུར་ཉི་གདངས་ལགས་རྒྱ་ནག་གཞུང་གིས་གསལ་ཁ་ཅི་ཡང་མེད་པའི་སྒོ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་ལོའི་ཟླ་དྲུག་པའི་ཚེས་བཞི་ཉིན་གྱི་དགོང་མོར་འཛིན་བཟུང་བཙན་འཁྲིད་བྱས་འདུག་ལ། ཡིན་ནའང་ཁོང་འཛིན་བཟུང་བྱས་པ་ནས་ས་གནས་གང་དུ་བཀག་ཉར་སོགས་བྱས་ཡོད་མེད་དང། ཐ་ན་གནས་སྟངས་གང་འདྲ་ཞིག་ཡིན་མིན་བཅས་མི་སུ་གང་གིས་ཀྱང་ཤེས་རྟོགས་ཐུབ་མེད་པ་དང། རྗེས་སུ་གོ་ཐོས་ལྟར་ན་ཁོང་གིས་སྐད་འཕྲིན་དྲ་ལམ་ནས་རྒྱ་ནག་གི་ཁྲིམས་དང་མི་མཐུན་པའི་དཀྲོག་གཏམ་སྤེལ་བ་དང་རྒྱལ་ཁབ་ཁ་བྲལ་གཏོང་ཐབས་ཀྱི་བྱ་སྤྱོད་སྤེལ་འདུག་ཅེས་ཉེས་མེད་ཉེས་འགུལ་བྱས་ཏེ་མི་ལོ་བཞི་གི་རིང་ལ་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་ཤེས་རྟོགས་བྱུང་སོང་ལ། ཁོང་ལ་ཁྲིམས་ཐག་བཅད་པའི་དུས་ཚོད་དང། ཡང་ན་ཁྲིམས་ཁང་གང་ནས་ཁྲིམས་ཆད་བཅད་ཡོད་མེད་ད་དུང་ཡང་ཤེས་རྟོགས་ཐུབ་ཀྱི་མི་འདུག་ལ། དེ་བརྟེན་རྒྱ་ནག་གཞུང་གིས་བོད་རིགས་གསང་སྐུར་འཇམ་དབྱངས་ལགས་སུ་གསང་བའི་ངང་ཉེས་མེད་ཉེས་འགུལ་འོག་ཁྲིམས་ཐག་བཅད་པ་ནི་དངོས་ཡོད་གནས་ཚུལ་རེད་ཅེས་དང། ཁོ་རང་འདྲ་ཆགས་སུ་འབུམ་རྣམ་རྒྱལ་ནི་རྩོམ་ཡིག་འབྲི་བདེ་ཉིད་ཅང་ཡིན་པ་མ་ཟད་གཅིག་བོད་མི་རིགས་ཀྱི་སྐད་ཡིག་ལ་ཡང་སེམས་ཁུར་ཆེན་མོ་ཡོད་ཉིད་དེ་འདྲའི་ཆོས་རེད་ཤག། ཡང་གནས་ཚུལ་མཁོ་སྤྲོད་པས་མུ་མཐུད་དུ་བརྗོད་དོན་ནི། སྤྱིར་ན་གསང་སྐུར་འཇམ་དབྱངས་ལགས་ནི་བོད་དང་རྒྱའི་སྐད་ཡིག། དབྱིན་ཡིག་བཅས་བསླབས་ཤིང་ཆ་ཡོད་པ་དང། དམིགས་བསལ་དུས་རྒྱུན་རྩོམ་ཡིག་མང་པོ་འབྲི་མཁན་ཡོངས་གྲགས་སུ་རྩོམ་པ་པོ་ཞིག་ཀྱང་ཡིན་པ་དང། དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་ལོའི་ཟླ་གསུམ་པའི་ནང། རྒྱ་ནག་གཞུང་གིས་ཁྱུང་ཆུ་རྫོང་ཁོངས་ཀྱི་སློབ་གྲྭ་ཁག་གི་ནང། བོད་ཡིག་སློབ་ཚན་བཞག་སྟེ་རྒྱ་སྒྱུར་སློབ་གསོ་སྤེལ་རྒྱུ་ཡིན་པའི་བཙན་བཀའ་བཏང་སྟེ། རིམ་གྱིས་ལག་བསྟར་བྱེད་འགོ་བཙུགས་པར་བརྟེན། ལོ་དེའི་ཕྱི་ཟླ་ལྔ་བ་གི་ཚེས་ཉེར་ལྔ་ཉིན། རྩོམ་པ་པོ་ཟངས་དཀར་འཇམ་དབྱངས་ལགས་ཀྱིས་བོད་སྐད་ཡིག་སྦྱང་རྩོམ་བྱ་རྒྱུ་ནི། བོད་མི་རྣམས་ཀྱི་འགན་འཁྲི་ཡིན་པའི་ཁར། རྒྱལ་ཁབ་ཀྱི་ཁྲིམས་སྒྲིག་དང་ཡང་མཐུན་གྱི་ཡོད་སྐོར་གྱི་རྩོམ་ཡིག་ཅིག་བྲིས་ཏེ། དྲ་ལམ་དུ་སྤེལ་ཡོད་པ་དང། རྐྱེན་དེ་ལ་ཁག་བཞག་ནས། རྒྱ་ནག་གི་ཉེས་མེད་ཉེས་འཛུགས་བྱས་པ་ཞིག་ཡིན་ཚོད་འདུག་ལ། གོ་ཐོས་ལ་ད་ལྟའི་ཆར་བསང་དཀར་འཇམ་དབྱངས་ལགས། སི་ཁྲོན་མེ་དབྱིངས་བཙོན་ཁང་དུ་ཡོད་པ་དང་ཁོང་གི་ནང་མི་ཉེ་འབྲེལ་ཚོར། རྒྱ་གཞུང་གི་མིར་ནས་ཁོང་གི་སྐོར་གྱི་གནས་ཚུལ་མི་གཞན་ལ་བཤད་མི་ཆོག་པ་དང། གལ་ཏེ་གནས་ཚུལ་ཕྱིར་བསྒྲགས་བྱུང་བ་ཡིན་ན། ཉེས་ཆད་གཅོད་རྒྱུ་ཡིན་ལུགས་ཀྱི་བཙན་བཀའ་ཡང་བཏང་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཆབས་ཅིག་ཤེས་རྟོགས་བྱུང་བར་གཞིགས་ན་བོད་རིགས་རྩོམ་པ་པོ་ཟངས་དཀར་འཇམ་དབྱངས་ལགས་དེར་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཕྱི་དགུ་བརྒྱད་ལོར་ཁོང་རྒྱ་གར་དུ་ཡོང་ནས་དབྱིན་ཡིག་སླབ་སྦྱང་བྱེད་ཞོར་དུ། འོག་སར་བོད་ཡིག་ཚགས་པར་གྱི་རྩོམ་སྒྲིག་པའི་འགན་ཁུར་ཡོད་པ་དང། ཕྱི་ལོ་ཉིས་སྟོང་གཉིས་ཡས་མས་སུ་ཕྱིར་ཕ་ཡུལ་དུ་ལོག་སྟེ་ཨ་རིའི་རོགས་ཚོགས་ཁག་ཅིག་ཚུད་པའི་ཕྱི་རྒྱལ་གྱི་ཡུལ་སྐོར་བ་ཚོར་སྐད་སྒྱུར་གྱི་ལས་ཀ་བྱས་པ་དང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་མཇུག་ཏུ་ཨ་རིར་མཐོང་ཆེན་རག་ཡོད་ཀྱང་དོགས་ཡོད་ནད་ཡམས་ཀྱིས་འགྲོ་ཐུབ་མེད་པ་རེད་འདུག་ལ། ཁོང་གིས་དེ་སྔོན་བོད་ནང་ཕག་ཚགས་རྒོད་པའི་སྐྱེས་བྱས་པ་ཞིག་བརྩམས་ཡོད་པ་མ་ཟད། ད་དུང་སྦྲང་ཆར་གྱི་ཐབས་སོགས་ཀྱི་སྟེང་དུ་རྩོམ་ཡིག་མང་པོ་སྤེལ་མྱོང་ཡོད་འདུག། ད་ལྟ་རང་ལོ་བཞི་བཅུ་ཞེ་བདུན་ཡིན་པའི་རྩོམ་པ་པོ་ཟངས་དཀར་འཇམ་དབྱངས་ལགས་ནི། རྔ་བ་ཁུལ་ཁྱུང་ཆུ་རྫོང་གི་ཟངས་དཀར་སྟོད་མ་ནས་འདུག་པ་དང། ཁོང་གིས་ཕ་མང་ལ་བསོད་ནམས་མགོན་པོ་དང། ཨ་མའི་མིང་ལ་ཀརྨ་སྒྲོན་ཟེར་འདུག་ལ། ཁོང་གི་བཟའ་ཟླའི་མིང་ལ་ལྷ་མོ་མཚོ་དང། ཁོང་བཟའ་མཚོ་གཉིས་ལ་ཕྲུ་གུ་གཉིས་ཡོད་པ་རེད་འདུག།

དེ་རིང་གྲོས་ཚོགས་ཀྱི་ལས་ཉིན་གཉིས་པ་ཡིན། དེ་རིང་སྔ་དྲོ་དྲི་བ་དྲིས་ལན་གྱི་དུས་ཚོད་མེད་དེ་རིང་གི་ལས་རིམ་དང་པོ། བོད་ནང་གི་འཛའ་དྲག་གནས་སྟངས་ཐོག་ལ་གཞུང་འབྲེལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་གྲོས་འཆར་བགྲོ་གླེང་འགོ་འཛུགས་ཞུ་ཡ་ཡིན། བགྲོ་གླེང་དེ་དང་དེའི་ཆ་ལ་སྐར་མ་ལྔ་ལྔ་ཕུལ་ནས་ནི་ཤར་དུ་འོང་དུས་ཚོད་འདང་དགོས་འདུག་ན་ཕུལ་ཡ་ཡིན་ཞུ་ཡ་ཡིན་ཤི་དེའི་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས། བོད་ནང་གི་བོད་མི་དང་འཛིན་བཟུང་བཙོན་འཇུག་བྱས་པ་མང་བོ་ཅིག་གི་མཚན་བཀོད། མཐའ་མ་དེ་ལ་དཔེ་མཚོན་ཙམ་ལས། རྒྱ་གཞུང་གི་དམ་བསྒྲགས་ལ་བརྟེན་ནས་གནས་ཚུལ་ཤེས་རྟོགས་མ་ཐུབ་པའང་ཇི་སྙེད་ཅིག་ཡོད་པ་ཚོད་དཔག་བྱེད་ཐབས་སུ་འདུག་དེང་དུས་ད་ཉེ་ཆར་འང་ང་ཚོ་གནས་ཚུལ་གསལ་པོ་ཆགས་བཅུག་སྟེ་ཟངས་དཀར་འཇམ་དབྱངས་ལགས་འཛིན་བཟུང་བྱས་པའི་གནས་སྟངས་ཅིག་ད། ཆགས་ཡོད་རེད་དེ་ཚོ། གསར་པ་འགྲོ་ཅི་ཆགས་ཡོད་རེད། དེ་ཞུ་ཡག་ཡིན། ཉེ་ཆར་རང་གི་གནས་ཚུལ་ཅིག་ལ་ཡག་ཐང་ང་ཚོ་ཅིག་བོད་ཡིག་ནང་གི་རྩོམ་པ་པོ་དང། ལོ་ཙཱ་བ། ཟངས་དཀར། འཇམ་དབྱངས་ལགས་འགྲོ་ཅི་གིན་པའི་ན་ལྟ་ཅིག་དེ་ལ་ཡང་སློབ་སྦྱོང་བྱེད་མ་སོང་ནས་ནི་མི་ནས་ཅིག་ཨ་རིའི་གི་གཞུང་གི་རོགས་ཚོགས་ཁག་ལ་ཡག་ཅིག་སྐད་བསྒྱུར་ལ་སོགས་པའི་ལས་ཀ་མང་པོ་ཅིག་གནང་ཡོད་པ་མ་ཚད་ཀི་ཨ་ནི་རྒྱ་ནག་གཞུང་གི་བོད་ནང་ལ་ཡག་སྐད་ད་ང་ཚོས་རྒྱ་སྒྱུར་གྱི་སློབ་གསོ་དེ་སྤེལ་ཡོང་པའི་སྐབས་ལ་དེ་ལ་ངོ་རྒོལ་གྱི་རྩོམ་ཡིག་སྤེལ་ཡོད་རེད་ལ། ད་ལྟའི་ཆ་ལ་ཡང་ལོ་བཞི་གི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་གནས་སྟངས་དེ་འདྲ་ཅིག་རེད། གོང་ན་གུ་རུའི་ཕྱག་བྲིས་ཞེས་དུས་ཁ་ཤས་ཤིག་གསུངས་གནང་སོང་ད་ལྟ་ནམ་ཕ་གཟུགས་དེ་ལ་རྡོར་སྨན་ཡིན་པའི་ཕྱོགས་མཆོད་རྫོང་ཟེར་དགོས་འདུག་ད་ལྟ་ས་གནས་དེ་ན་ཟངས་དཀར་སྟོད་སྨད་ཡིན་པའི་འཇམ་དབྱངས་ལ་ཁ་ས་ག་ནས་འཛིན་བཟང་བྱོས་པ་དེའི་ཁར་ནོ་བཞག་ན་ཡག་ག་མེད་འགྲོ་བསམ་སོང་ཡི་གི་གྲོ་ཆུ་གྲོ་ཆུ་ནང། ཀ་ས་གཞུང་གྲོས་མཉམ་ཇུས་འགོད་དོན་དུ་གྲོས་ཆོད་གྲོས་འཆར་འདི་གནང་ལོ།
ཡིན་ནས་ནང་དོན་འདི་ནང་ལོགས་ལ། གཅིག་འདི་ལྟ། དེབ་དེ་རང་ནང་ལྷ་ཡག་གི་ཆེད་དུ་ཡིན་ཡིན་གཅིག་མིན་གཅིག། དངོས་གནས་ནང་གནས་མགོ་གུ་འདུག་དང་མི་འདུག་ཡང་དེ་དུས་འཁོར་དང་དེ་ནས་ཆགས་ཀྱི་ཡོད་ན་དཔལ་ལྡན་སྲིད་སྐྱོང་ཚོགས་གཙོ་མཆོག་དགོངས་བཞེས་གནང་རོགས་གནང་བཞིན་ཞུས་ཡིན། གཅིག་ད་ལྟ་བདེ་སྲུང་ལས་ཁུངས་ནས་ཞིབ་འཇུག་བྱེད་ཆེད་བསྡད་པ་འདྲ་བོ་འདི་རྩོམ་པ་པོ་འཇམ་དབྱངས། ཡང་མིན་ན་ཁོང་གཞན་ལས་འཇམ་དབྱངས་རྒྱ་མཚོ། རང་ལོ་བཞི་བཅུ་ཞེ་དྲུག་ཕེབས་པ། སྐྱེས་ཡུལ་རྔ་པ་བོད་རིགས་རང་སྐྱོང་ཁུལ་གྱི་རྐ་ཁོག་རྫོང་ནས་རེས་གཞག་ཉིས་སྟོང་ཉི་ཤུ་སྤྱི་ཟླ་གསུམ་པའི་གི་ཡས་མས་ལ་ཡང་རྒྱ་གཞུང་གི་སླབ་གྲ་ཁག་ཏུ་བོད་ཡིག་སློབ་ཚན་ཇེ་ཉུང་དུ་གཏོང་བའི་སྲིད་ཇུས་ལ་ཡང་མི་འདོད་པའི་གི་ཡིག་ངག་གཉིས་ཀྱི་ཐོག་ནས་ཚོགས་པ་དེ་འདྲ་ལ་ཡང་དང་གླེང་སྟེགས་ཁག་དེ་བ་ལ་ཡང་སྐད་ཆ་བཤད་པའི་རྒྱུ་མཚན་ལ་བརྟེན་ནས་ཉིས་སྟོང་ཉི་ཤུ་ཟླ་བ་དྲུག་པའི་གི་ཚེས་བཞི་ཉིན་ལ་ཡང་གར་སོང་ཆ་མེད་དུ་གྱུར་ནས་ད་ངེད་ཅག་གསང་བའི། རྒྱལ་ཁབ་ཁ་བྲལ་གྱི་ལས་འགུལ་སྤེལ་བ་དང་ཨ་ནི་སྐད་འཕྲིན་གྱི་ནང་ལོགས་ལ་ཡང་སྐད་ཆ་འདྲ་མིན་བཤད་པའི་ཉེས་འཛུགས་བྱེད་ཆེད། ལོ་བཞི། བཙོན་འཇུག་གི། ཁྲིམས་ཐག་བཅད་ཆེད་ད་ཟི་ཁྲོན་ཞིང་ཆེན་གྱི་ད་ན་མེན་ཡང་གི་བཙོན་ཁང་ནང་ལོགས་ལ་ཡང་བཙོན་འཇུག་ཆེད་ད་ཏེ་བཞའ་ཟིན་ཏི་ཅིག། ཁ་སྣོན། ཞུ་ཡ་ཡིན་གནས་ཚུལ་འདི་བྱུང་ཡས་ཏེ་ཉིས་སྟོང་ཉི་ཤུར་བྱུང་བ་རེད་དེ་ཡིན་ནས་ང་ཚོ་གནས་ཚུལ་ཤེས་རྟོགས་བྱུང་ཡས་ཏེ་ཉེ་ཆར་བྱུང་བའི་གི་ཅིག་རེད་ཕྱིན། ཨ་ནི་དོན་དག་གི་ཐོག་ནས་ད་ལྟ་འདི་གསར་དུ་ད་ལྟ་ང་ཚོ་འཇམ་ཡོང་ལ། འདི་ད་ལྟ་འདི་ལ་སྐྱུག་ན་བསམས་སོ་དེ་གལ་ཆེན་པོ་ཇི་འདི་འོང། ཤོག་གྲོང་ད་ལྟ་རྙིང་པིག་གི་ནང་གི་འོག་ནས་ཡར་བརྩིས་པའི་དུམ་བུ་རྙིང་པ། དེ་ནི་དུས་བཀག་ཁྲིམས་ཐག་གཅོད་པ་ཟེར་གྱི་འདུག་བ་དེ་ནི་མ་ཕྱི་ལོ་ཉིས་སྟོང་ཉིས་བརྒྱ་རྩ་གཉིས་ཟླ་བ་དགུ་པའི་ནང་རྐང་རྩེད་ཀྱི་འབྲི་རིན་མི་མང་འཕྲིན་ཁང་ཟེར་བའི་གསེར་རྟ་ནས་ཡིན་པ་ཆབ་སྲིད་བཙན་ཟུར་དང་རྩོམ་པ་པོ་གོང་ཞེ་སྒྲུབ་པ་ཞབས་ལགས་ལྷ་ཡང་ལོ་བཅུ་བཞི་དང། བསེ་སྣམ་ལགས་ལོ་དྲུག། གོང་བུ་གཡུ་འབྲུམ་ལགས་ལོ་བདུན། གོང་ཚེ་རི་སྒྲོལ་མ་ལོ་བརྒྱད་པད་མ་རིན་ཆེན་ལགས་ལོ་བཞི་གསོམ་དྲུག་ལ་ལོ་བརྒྱད་བསྐྱེལ་གྱི་འཕྲིན་ཐག་བཅད་ཟེར་དོ་དེ་ཡིན་མཚམས་དེ་ནས། མདོ་སྨད་རྔ་བ་ཁུལ་ཆུང་ཆུ་རྫོང་ཟེར་བའི་ཁོངས་བཟང་དཀར་སྟོད་མ་ནས་ཡིན་པའི་རྩོམ་པ་པོ་དང་སྐད་བཞུར་བ་ཟོང་དཀར་འཇམ་དབྱངས། ད་ད་འཇམ་དབྱངས་རྒྱ་མཚོ་ཟེར་ནས་ཅིག་གསུངས་སོང། ད་ཡོངས་གྲགས་ལས་ཟོང་དཀར་འཇམ་དབྱངས་གསུངས་འདུག། འཇམ་དབྱངས། ཕྱི་ལོ་ཉིས་སྟོང་ཉེར་ཤུ་ཟླ་བ་དྲུག་པའི་ཚེས་བཞི་ཉིན། རྒྱ་གཞུང་གིས་འཛིན་བཟུང་བཙན་ཁྲིད་བྱས་པ་ཉེ་ལམ། རྒྱལ་ཁབ་ཁ་བྲལ་གཏོང་བའི་བྱ་བྱེད་སྤེལ་བར་བསྙད་དེ་ལོ་བཞི། བཙོན་འཇུག་ཁྲིམས་ཐག་བཅད་ཡོད་འདུག་ཟེར། ང་ཚོ་ཁྲིམས་ཐག་བཅད་ཀྱི་དུས་ཚོད་དེ་གཏན་འཁེལ་མི་འདུག་དེ་དེ་ག་རང་དེ་སྐྱུག་ཆོག་པ་བྱེད་སྲིད་ཞོད་ཡིན།